དེ་ཡིན་ཚོད་མ་ནི་ཡང་སྐད་ཡིག་ཉམས་ཆག་མི་འགྲོ་ཡ་དེ་གལ་ཆེན་པོ་རེད་ད་ད་ནི་ང་སྤོབས་པ་གར་བྱུང་ཟེར་ན་དེ་ད་རང་བཞོད་གད་ཕེ་གད Bruxelles Brussels ལ་གྱང་ཚོས་བསླབ་གྲ་ལྟ་ག་ཕྱིན་པ་ཡིན་ད་མིན་དེ Antwerpen ལ་བསླབ་གྲ་ལྟ་ག་ཕྱིན་དངོས་གནས་ཆ་ནས་དགེ་རྒན་ཚོས་ད་བོད་རིགས་ཚོགས་པ་ཚོའི་དགེ་རྒན་མང་པོ་ཞིག་ཁྱི་དེ་ཡོད་རེད་ད་ཚོགས་པ་གཉིས་ཀྱི་ད་ལྟ་ཤེས་ཡོན་ཅེས་ཆེད་བསྡུ་གི་ཡོད་དུས་བོད་རིགས་ཚོགས་པ་ཚོའི་དགེན་ཁྱི་དེ་ཡོད་རེད་གཞན་པ་སྒེར་པ་ཚོའི་ཡིན་ནའི་དགེན་ཁྱི་དེ་ཡོད་རེད་ཨ་ནི་ཕ་མ་ཚོའི་ངོས་ནས་དགེན་ཁྱི་སློབ་ཕྲུག་ཚོའི་ངོས་ནས་དགེན་ཁྱི་ཅེས་དགའ་བོ་བཞུགས་བྱུང། ད་རིང་བོད་སྐད་འབྲུ་དེ་སོན་པར་དངོས་གནས་མཚན་ལྡན་ཅིག་བྱས་ཤག་ཨ། སློབ་དེབ་མཛོད་དགེ། ཡི་གེ་ཕྱིའི་ལུས་ཁུངས་སློབ་དེབ་ཙམ་མ་ཡིན་པའི་ཡང་དེའི་སྒང་ནས་སྣོན་པའི་སྦྱང་དགོས་ཚུལ་ཅིག་རི་མོ་དང་བཅས་པ་བྱས་ནི། ཡག་པོ་ཞུ་བཟོས་ཤག། དགའ་བོ་ཞུ་བྱུང། འདི་ཅིག་ལབ་ན་བསམ་སོང་ཨ། ད་ལྟ་ཁྱེད་རང་ཕ་མ་ཕ་མ་ནང་ལོག་ནས་ད་འདོད་ལབ་གྲ་མ་བཏང་ངས་དེ་ནས་ཡོད་པ་ཡིན་ན། ང་ནི་ད་རིང་དཔེ་མི་སྲིད་དགའ་བཟོ། ངའི་སྤུ་གུ་འདི་བ་སྦེལ་ཇམ་གྱི་ཡོད་ན་ལབ་གྲ་དེ་བཏང་ས་རེད། བྱང་སུ་མ་བཏང་ངེས་ཡོད་པ་ཡིན་པ་ནི་བཏང་རོགས་བྱས་ཟེར་ད་རིང་དེ་ཉེ་ངན་དུ་ས་ཁུལ་གཞན་པ་དེ་བ་ནི་ཡོ་རོབ་དང། ཡོ་རོབ་དང་ཨ་མི་རི་ཀ་ག་བ་ཡོད་པ་ཡིན་ནས་ད་ག་འདྲ་བོད་པའི་འཛིན་གྲྭ་ཁྲིད་ཡ་དེ་ལ་ཡིན་གཅིག་མིན་གཅིག་བཏང་དགོས་ཐུག་ཕུགས་འདུན་བཟོས་གལ་དངོས་གནས་ནས་ཅིག་ཡི་གེ་ཀློག་ཡ་ཡིན་ནས་རེད་སྐད་ཆ་བཤད་ཡ་ཡིན་ནས་རེད་ཚན་ལྡན་ཡག་པོ་ཞིག་ཡོང་གི་ཡོད་པའི་རྟགས་ཁོ་ར་འདུག་དེ་བྱེད་དུས། དེ་བྱེད་དགོས་བ་རེད་ང་ཚོ་བོད་སྐད་ལ་ག་འདྲ་ཤེས་ཡོན་སྲིད་ཇུས་དེ་ད་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ལག་བསྟར་བྱེད་འགྲོ་དགོས་ཀྱི་རེད་མ་གཏོགས་ཅིག།